ད་ཕ་ཆེན་ན་འཇིགས་བད་ཀའི་གཏུམ་མོ་ལྟ་དེ་ཉིད་འགྲོ་ཡིན་པས་ན་དེས་ཁོ་ཡི་སྡོམ་པ་མཐོང་བ་དང་ལང་བཟང་ཕ་ཆེན་གཏུམ་མོ་དེ་མིང་ག་རེ་ཡིན་པ་དང་གཏུམ་མོ་དེ་ག་རེ་ཡིན་པ་ཚང་མ་ཕ་ཆེན་ཧ་གོ་ས་རེད་བསམ་གྱི་འདུག་ར་ནི་ཡང་ཁྱེད་རང་ན་འཇིགས་བད་ཀའི་གཏུམ་མོ་མ་ལྟ་ངས་མི་ཕྱིན་པས་ན་ད་དེ་རིང་ནས་ང་ནི་གཏུམ་མོ་ལྟ་བས་ན་ར་ཁྱེད་རང་ཁྲོ་བ་ཧ་སངས་ཆགས་ཀྱི་རེད་བསམ་གྱི་འདུག། ད་དེ་ད་ལྟ་འདི་ནང་ལ་གཏུམ་མོ་འདི་ནང་ལ་གཙོ་བོ་རོ་དེ་ངེད་ཀྱིས་གར་ཆེན་ཁུར་ལས་རྒྱུ་མཚན་གཙོ་བོ་རོ་དེ་ག་རེ་ཡིན་ལབ་པས་ན། གཏུམ་མོ་དེའི་ནང་ལོ་ལ་ཇི་ལྟར་ང་ཚོ་བེད་སྐྱེད་ཀྱི་བེད་སྐྱེད་བཏང་བཏང་བྱས་རང་དེ་ཧང་སང་ཡག་པོ་དཔེ་ཡག་པོ་བཏང་གི་འདུག་ར། དེ་ཙམ་མ་ཡིན་པ་ནི་སོ་སོ་ཡང་བོད་ཀྱི་ལོ་རྒྱུས་ཡང་དེ་ད་ཚང་མ་འདི་ནང་ལོ་རྒྱུས་ཚང་མ་གཙང་མ་གཙང་ཆ་ད་དེང་མ་ར་ད་ཡང་བོད་ལ་བཟུང་བྱས་གཏུམ་མོ་བྱས་ར་དེ་བྱས་ནས། དེ་ནང་ལོ་ཡང་བོད་ཀྱི་ལོ་རྒྱུས་འབྲེལ་བ་ཡོད་པའི་མང་པོ།

གཏུམ་མོ་དེ་རྣམས་ཀྱིས་མཐོང་ཐུབ་ཡོད་དོ། བྱས་ཙང་ངེད་དེ་ཁུ་ལུ་གི་གཙོ་བོ་དེ་ཁུ་ལའི་བ་རྫུན་གྱི་གཙོ་བོ་རེད་བ་ག་རེ་ན་ད་ང་ཚོ་སོ་སོ་གི་ཕ་སྐད་དང་བོ་དེའི་ཆེད་དུ་རང་ཡིན་ར་ཕ་སྐད་ཀྱི་ཆེད་དུ་ང་ཚོ་གཅིག་ཡང་བཙན་བྱོལ་ནང་བསྡད་དེ་ཡིན་པས་ན་རེད་དུ་སོ་ཡང་གཅིག་ཕ་སྐད་ལ་སོ་སོ་གཅིག་སྦྱང་ཡང་དེ་བ་འགྲོ་བ་ཡོད་པས་ན་གཏུམ་མོ་དེ་སུ་རེད་ལྟ་ནས་སྦྱང་དང་ར་བྱེད་རང་གཏུམ་མོ་ཡང་བྲོ་བ་ཆེན་པོ་གཅིག་མཉམ་དུ་ཁྱེད་རང་གི། ཚིག་དེ་ཡང་ཕྱུག་པོ་ཆགས་ཀྱི་རེད་བསམ་གྱི་འདུག་ར། ཨ་ནི་སོ་སོ་ཡང་བོད་སྐད་བཤད་ཐུབ་མཁན་མེད་ཅིག་ཡིན་པའི་ན་ཡང་སོ་སོ་ཚིག་བེད་སྤྱད་བཏང་བཏང་ཆོག་ར་དེ་ནང་ལོག་ལ་དཔེ་ཧང་སང་དཔེ་སྙིང་རྗེ་བོ་བཏང་གྱི་འདུག་ར། ད་ངས་མང་པོ་མི་བཤད་ཡ་ཅིག་ང་ཚོ་གཏུམ་མོ་དེ་གྱི་འགོ་བཙུགས་ཆེད་ཡིན་ད་དང་པོ། ཨ་ནི་མིག་དེ་ཀྲོང་ཀྲོང་ཅན་བལྟ་ཞར་བ་མ་རེད། རི་བོ་དབང་དུ་གནས་དོན་ཡོད་རེད་ས་དེ་གཟུགས་མེད་གྲིབ་བསིལ་ར་རེད། སྤྱི་རྒྱ་དགོན་དུ་ཕྲན་ལ་སྐུ་ལུང་མ་གནང་ད།
ངས་རི་བོ་དངོས་ཟོག་ཨོ་ཡ་ལི་ཡ་གནོད་སྐྱེལ་གྱི་གཟིགས་ཡོད་རེད། འགྲིག་གི་རེད། ལྟ་བྱས་ན་ངས་ཁྱེད་རང་དང། ཀྲང་ཀྲུའུ་རང་བཀའ་འདྲི་ཞུ་རྒྱུ། ཁྱེད་རང་ཚོས་རྟག་ཏུ། རི་བོ་དངོས་ཟོག་དེ་དུས་ཐོག་ལ་ཨོག་ཐུག་བྱེད་པར་གསུང་གི་ཡོད་རེད། ད་འོ་ན། སྐལ་བཟང་གིས་གྲོ་མོ་ནས་ཨོག་ཡོང་པའི་དངོས་ཟོག་དེ་ག་དེ། རི་བོ་དངོས་ཟོག་རེད་བས། ཀོང་ཉི་མ་ལགས། རི་བོ་དངོས་ཟོག་མེད་ན། འོ་ན་ཁྱེད་རང་གསུང་དང་ག་རེ་རེད།

སོང་པོའི་བྲན་ལ་སྤྲང་ཕྲུག་བྲང་ལ། སྒམ་དེ་སྐལ་བཟང་གི་གྲོ་མ་ནས་ཨོག་ཡིན་པས་རི་བོ་སྔོན་སོགས་བྲིས།

ད་དཔེར་ན་ཆ་བྱས་ན་ངའི་བཀའ་མེད་པ་སུས་ཀྱིས་ཁ་ཕྱེ་ཐུབ་འདུག་ཡ། སུས་ཁ་ཕྱེ་ཕོད་པ་འདུག་དེ་འདྲ་བའི་བེད་སྤྱོད་གཏང་གི་མེད་དེ་ཚིག་དེ་ཚོ་ཚིག་དེ་ཚོ་ཧ་ཅང་སྙིང་རྗེ་བོ་མིན་ཏེ་བེད་སྤྱོད་གཏང་སྟངས་ད་ཁོས། གཉིས་དེ་ཙམ་མ་ཡིན་པ་དེ་ད་ལྟ་སྐུ་ངལ་ཉི་མ་ལ་ལ་ཞིག་དང་དེ་གི་ཡང་ཀྱི་སྡོམ་པ་གནང་རྒྱུ་དེ་ཚོ་ག་འདྲ་དུ་མ་རེད་ནི་གཟུ་བོ་གི་ཡང་གོ་ལོག་དང་རྒྱན་ཆ་དེ་ཚོ་མི་སེར་གི་ཡང་ང་ཚོ་བོད་ཀྱི་ངོ་བོ་དེ་ཧ་ཧ་ཅང་གི་སྔུན་བསུ་བདེ་བོ་བསྟན་ཡ་བྱས་པ།

དེ་ཡོད་པའི་རྒྱལ་གཅེས་སྤུན་ཟླ་ཚོ། ལྷན་རྒྱས་གཟིགས་དང། འདི་ནང་བླུགས་པའི་བཅའ་ལག་དེ་གའི་དེ་ཁོ་ན་ཉིད་རི་འགོ་དམར་སྲུ་དུས་མ་འོག་བཅས་འཇར་པན་འབྲི་མ་ལ་རྒྱ་ཡག་རི། ཀྲང་ཧྲུའུ་རང། འདི་ཡང་ཉིད་ཀྱི་འགྲེལ་བཤད་ཡོད་པས་འགྲེལ་བཤད་གསལ་པོ་ཞིག་ཡོད་དགོས་ཡོད། ཀྲུའུ་རིན་ལི་ལགས་འདི་འདི་འདི་འདི་འདི་ཁོང་ཚོས་མ་ཉེས་ཁ་ཡོད་བྱས་པ་རེད། ཐག་རེད་ཀྲུའུ་རིན་ལི་ལགས་འདི་ཉིན་མོ་དང་མུག་སློག་གས་ང་ཚོ་མ་ཉེས་ཁ་ཡོད་བྱས་པ་རེད། འདི་ང་ཚོའི་དབོར་བའི་བཅའ་ལག་མ་རེད། སྐལ་བཟང་ཁ་ཟེར་ཡག་ལ། ལང་ཀ་ནས་དམུ་སུ་ལོ་ཀས་ང་ཚོའི་གམ་གཉིས་ཀུན་བཤའ་ཟེར་གི། གམ་དེ་གཉིས་ཕལ་ཆེར་དམུ་སུ་ལོ་ཀས། གཏན་བདེའི་བྱིས་པ་སྐྱེ་བ་བཅས་ང་ཚོ་མ་ཉེས་ཁ་ཡོད་ཅིག་གོ་རེད། ཀྲང་ཁྲུན་ཀྲང་ལགས། ད་རེས་ཁྱེད་རང་གཉིས་ངས་དེ་དེ་འདྲ་ཞུས་རྗེས། གནས་ཚུལ་དེ་ཐག་གཅོད་ཡོང་བྱེད་ཡ་དེ།
ཁྲོམ་བསྒྲགས་བྱས་ནས་མང་ཚོགས་ཀྱི་འཁོན་རྩོད་མི་ཡོང་བའི་ཆེད་དུ་ཡིན། གལ་སྲིད་ཁྱེད་རང་གཉིས་ཀས་ངས་མ་ཉེས་ཁ་ཡོག་བྱེད་ཀྱི་དགོངས་ཀྱི་འདུག་ན། ང་ཚོས་ད་ལྟ་རང་སྐལ་བཟང་རྒྱ་མཚོ་དབང་ཡོད་པའི་དོགས་པ་ཚང་མ།

ད་དེ་རྒྱ་མི་དེ་མ་ཁུ་དྲོ་བཟང་དང་ག་རེ་ག་རེ་ཁོང་ཚོ་ག་རེ་ཚིག་ལབ་ན་ད་ཁོའི་རོ་པ་ཞིག་ཐོག་དང་ད་དེ། ཁྲེན་པུན་ཆོས་ཡིན་ན་ཆེ་ལེགས་དང་འོ་ཁོ་ལ། ད་ཁོ་ཡི་ག་རེ་བྱས་བྱས་ལབ་ན་ཁོ་ཡི་ད་མདོ་ལས་ཨ་སྟུག་པོ་ཆེ་ཆེ་ར་འོ་དེ་ཁོང་ཚོ་གི་ད། དཔང་རྟགས་དེ་བཅས་པ་ཐེར་འདོན་བྱེད་ཀྱི་རེད། ད་དེ་གཏུམ་པོ་དཔེ་ཆེན་པོ་བ་ད་མུ་དྷི་ནི་ད། ད་དེ་རྒྱ་མི་དེ་ད་བག་ཟོན་ཁུ་དྲོ་བཟང་ད་ཁོང་ཚོ་གི་དེ་ག་ལ་རེད། ད་ཁོ་ཡི་ལག་གི་ད་ཡ་དེ་གནས་ཚུལ་དེ་འདྲ་ཚང་མ་ལྷ་ཡ་ཁོ་ཁེ་ཁེ་ཤག་ཁོ་མ་སོང་ཟེར་ཨ་ནི་ཁོ་མགོ་ཁོག་ལ་ཐེ་ཞག་ལ་ཡ་ཅང་ཨོ་དེ་འདྲ་ཆག་ང་ལ་ད་ནོར་འདྲི་གང་ཅི་མེད་ད་ཁོ་ལ་ཡ་དེ་ཐེ་ལ་སང་ད་ཁོ་ཚོ་མུ་ཐི་ནས་ཡང་ཁོ་ལ་དེ་ག་ལ་རེད་ནོར་འདྲ་ཟ་བ་ཞིག་ཁོ་ནས་ལེགས་ཁོ་ཡི་གང་ཟེར་བའི་ན་དེ་འདྲ་དེ་དམུ་ཧྲི་ལུ་ལ་ཞིག་ད་ཨོ་དེ་གི་ཅོ་ཅོ་ཡོད་ར་ཁོ་ཡི་སྲས་རེད་ཡང་ད་ཁོ་ཚོ་གི་སྲས་པའི་དཔང་རྟགས་དག་ཚང་མ་ཁོ་ནས་ལེགས་རེད་ནི་ཁོ་ག་འདྲས་ཤིག་ད།

ལྕགས་ལ་ཁོ་ལ་དཔང་རྟགས་དགོས་བར་ཁོ་ཚེ་གང་དུ་ཁོ་རར། ཁོའི་དཔང་རྟགས་ཆེད་དུ་ཁོ་ཁྲིད་ཕྲིན་ལས། ད་ལྟ་དེ་ཕྲན་བུ་ཞིག་ལ་ཞིག་དང་བོ་དེ་སྐུ་ངལ་མགོན་པོ་ལ་ཡི་དེར་ཁར་ད་སུ་ཕྲུག་ཡང་སུ་ཕྲུག་ནི་ཕ་ཆོས་སུ་དེ་ལ་ཡང། རྙེད་པ་བློ་བཟང་ལ་ཡི་དང་བོ་དེ་སྐུ་ངལ་མགོན་པོ་ལ་གི་རྙེད་པ་ཆ་དེ་བོར་ཡང། ཐ་མོ་དེ་ད། ད་ཁོས་ལབ་ཡོད་ད་ཡང་ཁོས་གི་ག་འདྲའི་དཔང་རྟགས་འདི་དག་འཕྲིན་ལས་བྱས་ད་དཔང་རྟགས་ཡི་དཔང་པོ་དེ་གི་སྐད་ཆ་ཞིག་གི་ཡང་བཏང་བ་སོང་ཉན་ཏེ་ཇི་ལྟ་བ་ཁོས་ག་རེ་བཤད་ཡོད་ད་བ་མ་རེད། ཅག་ནས་ཡུལ་ནག་ཚོང་ཆུ་ཁར་ཨོ་ཡ་སྐུ་ཕུང་འདི།
ངས་ཆུ་ཕྱོགས་སྐུ་ཕུང་རེད། ཁྱེད་རང་བྲེལ་བཤད་གི་རེད་ཟུག་ཡོང་ག།

ད་འདི་ནས་མཚམས་དུམ་བུ་རྫོགས་སོ་ཡ་དུམ་བུ་དེ་དེ་བོ་དེ་ངས་དེ་རིང་ཨ་དེ་བོ་དེ་བླུགས་ནས་བཞག་ཡིན་རོ། དེ་ནས་ད་ངས་གང་བྱས་ཡ་ན་ཟེར་རེད་བ་འུ་གསུང་ན་ཞེས་པ་ཁ་སྟུག་གོ་ར་ཁྲིད་ཀྱིན་བསད་བཞག་ན་ད་ལྟ་ར་དེ་བསད་མ་སོང་ད་ཁོ་ཡི་བཞག་སོང་ནི་ཡང་རྗེས་ལ་ནི་ཟིག་ལ་ཡིན་པ་ར་ད་ང་ཚོ་ཁྱེད་ཀྱི་ལས་སེ་ན་ལ་ཡང་མུ་མཐུད་ལྟ་བ་མ་ར་ནི་རྣམ་པ་ཚོ་ཁམས་བཟང།